སློབ་ཕྲུག་རྣམས་པ་ཚང་མ་ལོ་ནི་སྐུ་ཁམས་གསལ་བཏང། ནི་ད་ལྟའི་ཆ་ལ་ཡ། ཇི་ཁ་ཤོག་རེད། ཕ་མའི། གཞལ་ཡས་བརྩི་སྲུང་བྱས་ནས་ཕྱི་ལོགས་ལ་འཁྱམས་ཉུལ་དེ་འདྲས་མ་གནང་བ་བྱས། ཨ་ནི་ད་ལྟའི་ནད་ཡམས་ཀྱིས་གོས་མེད་པའི་རེ་བ་ཞུ་གི་ཡོད། འདི་ནང་བཞིན། སོ་སོའི་གཟིམ་ཁང་ནང་ལ་ཡར་བཞུགས་པའི་སྐབས་ལ་དུས་ཚོད་འཕྲོ་བརླག་མ་གནང་བ་བྱས། ཨ་ནི་ཁ་སེང་སྙེ་མ་ང་ཚོ་སློབ་གྲྭ་ཡག་ཚུགས་པའི་མ་གོང་སེང་གཏང་ལ་ལྷག་ག་དེ་ལ་སློབ་མ་སོ་སོ་སོ་སོ་ལ་མ་རྒན་ལགས་རྣམ་པ་ཚོས་སྦྱོང་བརྩན་གནང་ཡོད་རེད། ཨ་ནི་སྦྱོང་བརྩན་འདི་གི་དེ། ཉི་མ་ཉི་མ་ཉི་མ། སོ་སོས་གནང་གི་ཡོད་པ་ཞིག་ཤ་རེད། འོ་ཏུ་ཅན་ད་ལྟ་ག་བཞུགས་རེད་དེ་ནས་མ་ཉེས། བོད་ཡིག་སློབ་ཚན་ཁྲིད་ཡ་འདི་ཨོ། ད་ཀ་ས་ཉན་བསམ་འདི་བཏང་བ་ཡིན་དེ་ལས། ཨ་རེ་དང་འདྲ་བང་འདྲ་པོ་ཅི་ཏག་ཏག་ཅིག་བསྒྲིགས་ཐུབ་མ་སོང་བྱས་ཙང་ད་ལྟ་ཉེས་དེ་ནས་མ། སློབ་ཚན་ཁྲིད་ཡ་འདི་འཛིན་རིམ་བཅུ་གཉིས་པ་ཚོའི་སློབ་ཚན། ཀློག་དེབ། གཞི་བཞག་བྱས་ནས་སློབ་ཚན་དང་པོ་ནས་མ་བྱས་བྱས་བྱས་བྱས་ཁྲིད་ཡ་གི་ཐབས་ཤེས་གཅིག་ཡོད། དེ་ཡིན་དུས་ད། ཨ་ནེ་ཡི་སང་ཉིན་འདས་པ་བྱུང་ན་འཛིན་རིམ་བཅུ་གཅིག་དང་བཅུ་པ་དང་དེ་ཚོ། ཀློག་དེབ་ཞེ་བཞག་བྱེད་འཁྲི་ཡ་ཐབས་ཤེས་བཏང་གི་ཡིན། ཀློག་དེབ་ཞེ་བཞག་བྱས་ན་ཡང་རྣམ་པ་ཚོ་ཟིག་བདེ་བ་ཡོང་བསམ་བྱོས། ད་ཐར་འདའ། ངས་འདི་ད་རིང་ངས་འདི་ནས་མ་སློབ་ཁྲིད་ཞུ་བས་འདི། འཛིན་རིམ་བཅུ་གཉིས་ཀྱི་ཨ་ནེ། འཛིན་རིམ་བཅུ་གཉིས་ཀློག་དེབ། འདའི་དུ་བ་རྣམ་པ་ཚོ་ཚང་མ་ལ་ཡ། སློབ་དེབ་ཁ་སིན། ཕ་གོང་སེང་ཕེ་དུས་སློབ་དེ་རྣམས་ཇེ་ཇེ་འཐད་ཡོད་རེད་བ། ཚེ་རིམ་བཅུ་གཉིས་པའི་སློབ་དེ་བཞེས་ཤག་ཡིན། ད་ལྟ་སློབ་ཚན་དང་པོ་འདི་ནས་མ་ཡིན། ད་ནི་ང་ཚོའི་སློབ་ཚན་འདི་ཡི་རྟ་མཇུག་རེད་འདུག་བ་ཚེ་རིམ་བཅུ་གཉིས་ཀྱི་སློབ་ཚན་དང་པོ་འདི། དང་པོ་གཉིས་པ་འདི་ནས་མ། རྟ་མཇུག་བཞག་བཞག་བཞག། ཨ་ནི། ད་ལྟ་ང་སློབ་ཚན་དང་པོ་འདི་ནས་མ། བྱེད་བྱེད་བྱེད། ཀློག་ཡ་ཐབས་ཤེས་གཏང་གི་ཡིན། ཨ་ནི། སློབ་ཕྲུག་ཚོས། སང་ཉིན་ནས་བར་དྲ་ལམ་བརྒྱུད་ནས་གསན་འཇོག་གནང་གི་ཡོད་པ་ཡིན་ན་སོ་སོའི་སློབ་དེབ་མ་ཟེ། ཨ་ནི་ངས་འགྲེལ་བཤད་འདི་ནས་མ་ཞུས་བཞག་པ་དེ་ཨ་ནི་མ། བྱེད་ཀྱི། སེང་གེ་སེང་གེ་གནང་ན། ཨ་ནི་བློ་བདེ་དང་མཉམ་དུ་མཉམ་དུ་འགྲོ་དུས་ཡང། ཏིས་ཅི། མཁྱེན་ཡ་ལ་ཡ། སྟབས་བདེ་པོ་ཡོད་རེད་བསམ་གྱི་འདུག། ལ་སི་ད་ནི་ད་ནི་བརྟན་མ། སློབ་ཚན་ནི་མ་འགོ་བཙུགས་གི་ད། སློབ་ཚན་དང་པོ་དེ་འདི་རེད་འདུག་ག། མིང་གཞིའི་ཡི་གེ། རྟགས་ཀྱི་དབྱེ་བ། ད་ང་ཚོའི། ད་ལྟ་འདི་ག་ལུགས་རེད། སློབ་ཚན་དང་པོ་རྟགས་འཇུག་དེ་ནི་མ་ཡིན་ད། ད་གཉིས་པ་རྟགས་ཀྱི་འཇུག་པ་བཤད་པ་ལ་གསུམ་ཞེས་བྱེད་བྱེད་འདུ་བ། གཉིས་པ་ཞེས་པ་དེ་ད་ང་ཚོས་དེ་ས་བཅད། ཡ་གྱལ་ས་བཅད་དང་པོ་དེ་བ་ད་རྣམ་པ་ཚོས་དྲན་གྱི་ཡོད་ཀྱི་མ་རེད། སི་ཏུའི་ཞལ་ལུང་གི་ཡ། གསུམ་དང་སི་ཏུའི་ཞལ་ལུང་གི་སུམ་ཅུ་པའི་སྒང་དེ་བ་ལས་ཡོད་སློབ་ཚན་དང་པོ་དེ། སློབ་ཚན་ས། ས་བཅད་དེ། ཨ་ནི། རྩ་བའི་ས་བཅད་གཉིས་ཡོད་པའི་ནང་ལོ་ནས་སུམ་ཅུ་བ་ཤེས་པ་དང་རྟགས་ཀྱི་འཇུག་པ་ཤེས་པ་སླེ་གི་འུར་བ་དང་སུམ་ཅུ་པ་ཡ་ཤེས་ཚ་དུས་དང་གཉིས་པ་རྟགས་ཀྱི་འཇུག་པ་ཤེས་འུར་བ་འོ་བྱེད་ཚང་གཉིས་པ་རྟགས་ཀྱི་འཇུག་པ་ཤེས་པ་ལ་གསུམ་ཟས་རེད། ད་རྟགས་འཇུག་ཤེས་པ་ལ་ཡ་ད་ལྟ་དེ་ལ་མ་ག་ཤོག་རེ། རྩ་བའི་ས་བཅད་གསུམ་ཆགས་ཀྱི་འུར་རྟགས་མིང་གཞིའི་ཡི་གེའི་སྤྱིའི་རྟགས་ཀྱི་དབྱེ་བ་ཤེས་པ་བྱེད། དབུ་འཇུག་རྟགས་ཀྱི་འཇུག་པ་ཤེས་པ་བྱེད།

ད་ང་ཚོ་འདི་ནས་མང་བྱས་ནས་ཁ་ཤུགས་རེ། སློབ་དེབ་གཞིས་ཆགས་བྱེད་ཆེད་མང་ཕྱིན་པ་ཡིན་ནའང། འདི་ནས་མང་བྱས་དང་པོ་རྩ་བ་དེ་ལས་ཡོང་གི་འདུག་བ། རྩ་བ་འདི། རྩ་བ་འདི། ད། རྟགས་ཀྱི་འཇུག་པ་མཛད་པ་པོ་བླུན་པོ་ཐོན་མི་རེད་ད་ད་ང་ཚོས་འདི་ནས་མང། རྟགས་འཇུག་གི་འགྲེལ་བཤད། འགྲེལ་བཤད་དེ་ད་ད་ང་ཚོས་འདི་ཡིན་པ་སྲིད་དུས་བཤད་ལུང། དེ་རེད་མ་འདོད་ཡང། ང་རང་ཚོའི་སློབ་ཕྲུག་མང་པོ་ཆེད་ནོར་གནང་གི་ཡོད་པ། གཏམ་རྒྱུད་མཛེས་པ་པོ་དང་སི་ཏུའི་བཤད་ལུང་མཛེས་པ་པོ་ནོར་ཆེ་ཆེ་བྱེད་བཞིན་ཨང། ད་ང་ཚོའི་རྩ་བ་ཁོ་རང་བློན་པོ་ཐུ་མི་མ་བརྩམས་བཞག་རྒྱུ་དེ་གཏམ་རྒྱུད་རྩ་བ་དེ་ནི་མ་ཀློག་གི་ཡིན་དཱ། ཕོ་ཡི་ཡི་གེ་འབའ་ཞིག་ལགས་བྱས། སྡེ་པ་ཕྱེད་དང་བརྒྱད་གནས་པའང། སྡེ་ཚན་ལྔ་རུ་དྲིལ་བྱས་ནས། ཕོ་དང་མ་ནིང་མོ་དང་ནི། ཤིན་ཏུ་མོ་དང་བཞི་བཞི་རུ། བཟླས་པ་བཞི་པ་ཡན་ཆད་ཨེས། བྱས་ནས། ངས་འདི་ནས་མ་རྩ་བ་བཞི་ཤ། བྱས་བྱས་མ་འདྲེ་ཤེས་ཞུགས་ཀྱི་ཨི་འདའ། ཨ་ནི་རྣམ་པ་ཚོས་འདི་ནས་མ། རབ་བྱུང་ན་འདིའི་རྩ་བ་དེ། ངེས་པར་དུ། རྣམ་པ་ཚོས་ངག་ཐོག་ལ་ཡ། འགུགས་ཀྱི་ཡོད་རེད། ཨ་ལེ་ཉིན་གཅིག་སྐྱོ་ན་བསྡད་སྲིད་ཨ། དེ་མ་ཁ་ཅིག་སྐྱབས་བྱེད། ཕོ་ཡི་ཡི་གེ་འབའ་ཞིག་ལ་སྡེ་པ་ཕྱེད་དང་བརྒྱད་གནས་པའང་སྡེ་ཚན་ལྔ་རུ་དྲིལ་བྱས་ནས་ཕོ་དང་མ་ནི་མོ་དང་ནི་ཤིན་ཏུ་མོ་དང་བཞི་བཞི་རུ་སྡེ་པ་བཞི་པ་ཡན་ཆད་ཨིས་བྱས། ཨ་དེ་ནས་ལྷག་མ་བཅུ་བཞི་གནས་པ་ལ་རྩ་སོགས་གསུམ་ནས་ལྕགས་སོགས་སྦྱར། བ་ནི་བ་དང་སྦྱར་བར་བྱ། ལྷ་མང་དྲུག་ནི་མོ་རུ་སྦྱར། ར་ལ་ཧ་ཨ་མོ་ཤ་འདི། ཨ་ནི་ཚེ་མེད་ཅེས་ཀྱང་བྱ། སྟེ། ཨ་ཤང་ཡི་དེ་རྩ་བ་ངག་ཏུ་སྐྱུག་བདོ་སྟེ། དེ་ན་བཞིན་བསླུ་བྲུལ་ཚོལ་འདི། རྩ་བ་འདི་མ། ངག་རྡོལ་མ་སྐྱོ་ན་ཡང་སྒོར་བཏགས་འདི་སྐྱེ་སྟེ། འདི། བསླུ་འཛིན་ཡ་ཏིས་ཏིས་སྣང་བྱ་ན། དེབ་འགྲམ་ལ་བཏགས་པ་གཞུག་འདི་དུས་ཨ་ནི་དེ་ཏིས་ཀྱི་ཉོབ་སྣང་སྐྱེ་གི་ཡོད་པ་ཡིན་ན་ཡང་དེབ་དེ་ཕྱི་ལོག་འདི་པ་ཕར་སྣང། རྣམས་བྱས་ནས་བློ་འཛིན་ཏིས་ཏིས་གནང་བ་རེད། ད་ངས་དེ་འདི་ནས་མ་འདྲེ་ཤེས་རྒྱབ་གི་ད། ད་ད་ནང་ང་ཚོ་འདི་ནས་མ་འདི་འདི་གཙོ་བོ་ག་རེ་ཤེས་གི་ཡོད་རེད་པས་ན་མིང་གཞིའི་ཡི་གེ་སྤྱིའི་རྟགས་ཀྱི་དབྱེ་བ་ཤེས་པ་རེད། ད་སྤྱི་དང། རྟགས་ཀྱི་དབྱེ་བ་དེ་ལ་ཡག་མིང་གཞིའི་ཡི་གེ་རྟགས་ཀྱི་དབྱེ་བ་འདུག་ཨ་ནི་དེ་ནས་ང་ཚོ་དངུལ་ཆུ་རྟགས་ཀྱི་དབྱེ་བ་ཡོད་པ་བྱིན་ཆུ་རྟགས་ཀྱི་དབྱེ་བ་ཡོད་རེད་པ། ཨ་ཡང་ཨ་ནི་སྤྱི་དང་ནས་ང་ཚོ་ཡི་གེ་རྟགས་ཀྱི་དབྱེ་བ་ཡོད་རེད་པ། སྤྱི་དང་བ་དབྱེ་བ་ཕྱེད་པ་ཡིན་ན་ཡི་གེ་ལ་ཡཀྟག་གི་དབྱེ་བ། གཉིས་རེད། ཡི་གེ་ལ་རྟགས་ཀྱི་དབྱེ་བ་བོད་ཀྱི་ཡི་གེ་ལ་ཡཀབོད་ཀྱི་ཡི་གེ་སྤྱིར་ལ། སྤྱིར་དབྱེ་བ་ཕྱེད་པ་ཡིན་ན་གཉིས་བྱེད། ང་ཚོ་རྩ་བ་འདི་ན་ཡོད། བ་ཀ་ནས་གསེད་བྲོས་ན་མ་རེད། སྤྱིར་ན་དབྱངས་མོ་གསེད་བྱེད་ཕོ། དུག་ཟིན་པ་བྱས་ཙང། སྤྱིར་ཡི་གེ་རྟགས་ཀྱི་དབྱེ་བ་བཤད་དུས་ཙམ་པ་ལ་ཡཀ་ཕོ་དང་མོ་གཉིས་དུག་བཤད་ཀྱི་ཡོད་རེད། དེ་ཡིན་དུས། ང་ཚོ་གསལ་བྱེད་འདི་གི་དེའི་ཕོ་ཡིག་ལ་བཞག། ཨ་ནེ། དབྱངས་ཡིག་འདི་གི་དེ་མོ་ཡིག་ལ་བཞག་གི་ཡོད་རེད་བ། འདུག་བྱས། ད་ང་ཚོ་མིང་གཞི་རྟགས་ཀྱི་དབྱེ་བ་མང་ཆེ་བའི་སྐབས་ལ་ཡང་ཨ་ནེ། མིང་གཞི་རྟགས་ཀྱི་དབྱེ་བ་འདི་ལ། ལྔ་སླེབས་ཀྱི་ཡོད་དམ་མིང་གཞི་རྟགས་ཀྱི་དབྱེ་བ་ལྔ། དེ་ནས། མིང་གཞི་རྟགས་ཀྱི་དབྱེ་བ་ལྔ་བྱས། ཨ་དེ་ནས། སྔོན་འཇུག་རྟགས་ཀྱི་དབྱེ་བ་ག་ཚད་རེད། སྔོན་འཇུག་ཡི་གེ་ལྔ་པོ་ལ་ཕོ་དང་མ་ནིང་མོ་དང་ནི་ཤིན་ཏུ་མོ་དང། ཕོ་དང་མ་ནིང་མོ་དང་ནི་ཤིན་ཏུ་མོ་དང་བཞི་རུ་ཨིས་མ་རེ། པའི་སྤྱི་དངོས་མཇུག་རྟགས་ཀྱི་དབྱེ་བ་དེ་བཞིས་དོན་ཡོང་གི་ཡོད། སྤྱིར། ཡི་གེ་རྟགས་ཀྱི་དབྱེ་བ་གཉིས། དབྱངས་དེ་གའི་དེ་མོ་ཡིག་ལ་བཞག་ཨ་ནི་གསལ་བྱེད་དེ་གའི་དེ་ཕོ་ཡིག་རེད་ལབ་དགོས་རེད། ད་དེ་ནས། གསལ་བྱེད་སི་ཏུའི་ཀ་ནས་ཨ་བར་གྱི་ཡི་གེ་སུམ་ཅུ་ཐམ་པ་བརྗོད་པ་རེད། བའོ། དེ་གའི་དེ་ལའང་ཚུལ་གསལ་བྱེད་སུམ་ཅུ། ད་དེ་ནས། གསལ་བྱེད་སུམ་ཅུ་དེ་ལ་ཡང། ནི། མིང་གཞིའི་ཡི་གེ་སྤྱད། མིང་གཞིའི་ཡི་གེ་དེ་ལ། ནི། རྟགས་ཀྱི་དབྱེ་བ་བཤད་དུས་ཙམ་མ་ནི་དེ་ག་ཞོག་རེ། རྟགས་ཀྱི་དབྱེ་བ་ལྔ་ཐོན་པ་རེད། འཕོ་བྱེད། མ་ནིང་བྱེད། མོ་བྱེད། ཤིན་ཏུ་མོ་བྱེད་མོ་གཤམ་བྱེད། མིང་གཞིའི་ཡི་གེ་ལ་ཡང་རྟགས་ཀྱི་དབྱེ་བ་ལྔ་ཡོད་རེད། ད་དེ་ནས་ང་ཚོ་སྔོན་འཇུག་ལ་ཡང་རྟགས་ཀྱི་དབྱེ་བ་བཤད་དུས་ནི། དབུ་འཇུག་ཡི་གེ་ལྔ་པོ་ལ་ཕོ་དང་མ་ནི་མོ་དང་ནི་ཤིན་ཏུ་མོ་དང་ཤེས་རུ་དབྱེ་བྱེད་དབུ་འཇུག་ལ་ཡང་རྟགས་ཀྱི་དབྱེ་བ་བཞིའི་དབྱེ་བ་ཕྱེ་བར་མཁྱེན་སོང་ང། དབུ་འཇུག་འདི་ལ་ཡང། མོ་གཤམ་གསལ་དེ་ཡོད་མ་རེད་གོ་འདི་བྱེད། དེ་ནས་སྦྱིན་འཇུག་འདི་ལ་ཡང་རྟགས་ཀྱི་དབྱེ་བ་བཞི་སྟེ་ཨ་ནི་སྦྱིན་འཇུག་རྟགས་ཀྱི་དབྱེ་བ་འདི་གསུམ་མུར་བས། སྦྱིན་འཇུག་ཡི་གེ་བཅུ་པོ་ཡི་ག་དག་པ་སོ་ཤིང་ན་ཕོ་ང་མའང་སོ་མོ་ཡི་ན་ར་ལ་སོ་མ་ནིང་དེས། དུས་རེད། ཕོ་མོ་མ་ནིང་རེད་གོ་འདུ་བྱེད། ད་སྟག་གཡས་བོ་བཤད་དུས་རྩམ་པ་ཁེངས་སོང་བས་སློབ་ཕྲུག་ཚོས། མིང་གཞི་སྟག་གཡས་བོ་གཉིས་བྱས། རྗེས་འཇུག་སྟག་གཡས་བོ་གསུམ་བྱས། དངོས་འཇུག་སྟག་གཡས་བོ་བཞི་བྱས། མིང་གཞི་ལ་སྟག་གཡས་བོ་ལྔ་བྱས། འོ་དེ་སྡུག་སུ་རེད་ད། ད་ད་ལྟ་ངས་འདི་ནས་མ། རྩ་བ་བཞི་བྱ་བྱེད་བྱེད་བྱེད་མ། འགྲེལ་བཤད་རྒྱག་གི་ཡིན་ད་ཨ་ནི་སློབ་ཕྲུག་ཚོས་ཡག་པོ་བྱས་ནས་གསན་འཇོག་གནང་ཞོག་ཨ་ནི་ད་འདི་འདི་སློབ་ཚན་འདི་ལ་ཡ། ཅིག་ཡས། དབུ་མ་བཙུད་ཡས་དེ་འདྲའི་གནད་ཀ་བཅས་ཡོད་མ་རེད་ཕ། རྟགས་ཀྱི་དབྱེ་བ་ཕྱེ་ཙམ་གྱི་རེད་མ་འདུག་ཞེན་པ་ཁྱེད་ཡོད་མ་རེད་བྱས་ཙང་འདི་ལས་སླ་པོ་ཞེ་དྲག་རེད་འདིའི་ནང་ལ་སྦྱོང་ཚན་དེ་སྦྱོང་ཚན་མང་པོ་ཞེ་དྲག་ཡོད་མ་རེད་ད་རྣམ་པ་ཚོས་འདི་ནས་མ། གཅིག་གི་རྩ་བ་བཞི་ཆ་བྱས་ནས། གཅིག་གི་གཙོ་བོ་དེ་ག་ཤོག་རེད་རྟགས་ཀྱི་དབྱེ་བ་ལྔ་པོ་དེ་གས་ངོས་འཛིན་ཐུབ་ན་ན་ཨ་ནི་འགྲིག་པ་རེད་ད་ངས་འདི་ནས་མ་རྩ་བ་འགྲེལ་བཤད་རྒྱག་གི་གདའ། རྣམ་པ་ཚོས་སློབ་དེབ་བཞི་ཆ་བྱས་ནས་འགྲེལ་བཤད་རྒྱག་གི་གདའ། ཕོ་ཡི་ཡི་གེ་འབའ་ཞིག་ལ་སྡེ་པ་ཕྱེད་དང་བརྒྱད་གནས་པའང་སྡེ་ཚན་ལྔ་རུ་དྲིལ་བྱས་ནས་འདུག་གསུངས་སོ། དང་ཕོ་ཡི་ཡི་གེ་འབའ་ཞིག་ལ་ཟེར་ཡང་རྐང་པ་དང་པོ་འདི། ཕོ་ཡི་ཡི་གེ་འབའ་ཞིག་ལ་ཟེར་ཏེ་འབའ་ཞིག་ཞེས་པའི་ཚིག་དེ་ཨ་ནི། གལ་སྲིད་གོ་བ་འདྲ་ཞིག་མ་ལེན་པ་ཡིན་ན། ཨ་ནི་ང་ཚོ་ཕལ་སྐད་ནང་ལ་མ་ཞུས་པ་ཡིན་ན་དེ་རྐྱང་རྐྱང་ལ་ཟེར་བྱེད་རེད། ཕོ་ཡིག་རྐྱང་རྐྱང་ལ་མ་ཀ་ནས་ཨ་བར་གྱི་ཡི་གེ་དེའི་ཚང་མ་ཕོ་ཡིག་རུ་བ། ཡང་མོ་གསལ་བྱེད་ཕོ། ཞུས་ཚགས་རུ་བ་བྱེད་ཚ་འདི་ཡིན་དུས། བཀའ་ནི་ཨ་ཕ་གི་ཡི་གེ་འདི་གི་དེ་ཕོ་ཡིག་རྐྱང་རྐྱང་ཡིན་དུས་ཨ་ནི། ཕོ་ཡི་ཡི་གེ་འབའ་ཞིག་ལགས། འོ་འདུག་སེམས་པར་ཕོ་ཡི་ཡི་གེ་འབའ་ཞིག་ལགས་བྱས། ད། ཕོ་ཡི་ཡི་གེ་འབའ་ཞིག་ལ། སྡེ་པ་ཆེ་དང་རྒྱའི་གནས་པའང་ཟེར་ཏེ། ཕོ་ཡིག། རྐྱང་པ་ལ་ཡ། ཕོ་ཡིག། ཉིད་ལ་ཉག་སྐྱེ་དགུ་ཉིད་དང་ཉིད་ཟེར་ཡ། ཙག་མ་ཙམ་ཟེར་ཡ། ཨ་བོ་འབའ་འབའ་ཞག་སྐྱེ་དགུ་ཞིག་འགའ་ཞིག་ཟེར་དེ་ཚོ། སྒྲ་དེ་ཚོ་དོན་དག་གཅིག་པ་གཅིག་པ་འདྲ་པོ་རེད། དང། ནམ་རྒྱུན་ང་ཚོ་ཕལ་སྐད་རེ་བྱས་ན་དེ་རྐྱང་རྐྱང་ཟེར་ཅིང། ཕུ་ཡིས་རྐྱང་རྐྱང་ལ་ཡ། ཨ་ནི་སྡེ་པ་ཕྱེད་དང་བརྒྱད་ཡོད་རེད་གསུངས་པ་རེད། ད་སྡེ་པ་ཕྱེད་དང་བརྒྱད་ཟེར་དུས། སྡེ་པ་བདུན་དང་ཕྱེད་ཀ་གསུང་གི་ཡོད་རེད། ད། ནོར་གནང་ཡོད་ད། སྡེ་པ་ཕྱེད་དང་བརྒྱད་ཟེར་ཡ་དེ་དང་སྡེ་པ་བརྒྱད་དང་ཕྱེད་ཀ་ཟེར་དུས་ཡང། སྐུ་ཉིད། ཡང་སློབ་ཕྲུག་འགའ་ཤས་དགོངས་ཀྱི་ཡོད་འདི་གཉིས་ལབ་སྟངས་ཙམ་གྱི་རེད་དུ་མ་འདུག་དོན་དག་གཅིག་པ་རེད་བསམ་བསམ་དེ་འདྲས་མ་རེད། ཕྱེད་དེ་སྙེད་ལ་དྲི་བརྒྱད་དེ་རྗེས་ལ་ནམ་རྒྱུན་ཨ་མཚོ། རྒྱལ་དང་ཕྱེད་ཀ། ཟེགས་རི་བ། འདི་མ་ཡིན་པ་ཕྱེད་ད་ལྟ་ཕྱེད་དང་བརྒྱད། ཕྱེད་དང་བརྒྱད་བདུན་དང་ཕྱེད་ཀ། དེ་ནང་བཞིན་རིག་པ་འདི་གསུངས་ན་ཕྱེད་ནས། ཕྱེད་དང་དྲུག་ཕྱེད་དང་ལྔ་ཕྱེད་དང་གསུམ། ཕྱེད་དང་དྲུག།

ཅིག་གིས་རྡོག་རྡོག་འདྲ་བཟོས་པ་ཡིན་ན་སྡེ་ཚན་ལྔ་གྱི་ནང་ལ་བསྡོམས་བརྒྱབ་ཅིག་སྡེ་ཚན་ལྔ་རུ་དྲིལ་བྱས་ནས། ཨ་སྡེ་པ་ཆེ་དང་རྒྱས་སྲས་རྣམ་པ་ཚོའི་ཁྱིང་གིར་ལས་སླ་པོ་རེད། ཀ་ཀ་ཁ་ང་ལ་ཀ་སྡེ་སླ་གོ་རེད་ཅ་ཅ་ཆ་ཉ་ལ་ཅ་སྡེ་སླ་གོ་རེད་ཏ་ཏ་ཐ་ན་ལ་ཏ་སྡེ་རེད་པ་པ་ཕ་མ་ལ་པ་སྡེ་སླ་གོ་རེད་ཙ་ཙ་ཛ་བ་ལ་ཙ་སྡེ་རེད་ཞ་ས་ཨ་ཡ་ལ་ཞ་སྡེ་རེད། ར་ལ་ཤ་ས་ལ་ར་སྡེ་བྱས། ཧ་ཨ་སི་དུས་ཏེ། ཡི་གེ་བཞི་བཞི་བཞི་བྱས་པ་བདུན་འདུག་ཨང།

དྲིལ། རྡོག་རྡོག་འདྲ་ཟོས་ན་སྡེ་ཚན་ལྔ་ཡོག་རེད། བྱས། ད་སྡེ་ཚན་ལྔ་རུ་དྲིལ་བྱས་ནས། བྱས། སྡེ་ཚན་ལྔ་དེ་ག་རེ་ཡིན་པ་ཟེར་དུས་ཨ་ནི། ཕོ། དང། མ། ནིང། མོ། དང་ནི། ཤིན་ཏུ་མོ། དང། བྱས་བཞི་འདུག་ཨ། ཕོ། མ། ནིང། མོ། ཤིན་ཏུ་མོ། སྡེ་ཚན་ལྔ་ཡི་ནང་ལོགས་ནས། གཅིག་གི། སྡེ་ཚན་ལྔ་ཟེར་དེ། ཕོ། མ། ནིང། མོ། ཤིན་ཏུ་མོ། མོ་གཤམ་རེད་བ། ད་མོ་གཤམ་གྱི། བྱས་ནས་ལྔ་ཡོད་པའི་ནང་ལོགས་ནས་ཕོ་དང་མ། ནིང། མོ། དང་ནི་ཤིན་ཏུ་མོ། དང། བཞིའི་ཞེས་བྱེད་ཀྱི་སྡེ་པ་བཞི་པ་ཡན་ཆད་ལ་ཡང་སྡེ་པ་བཞི་པ་དེ་ག་རེ་བས་ན། འདི་རུ་བ། ག་ང་ལྕགས་ཡང་དག་དང་པ་བ་མ་པ་ཏི་ཡང་དག་ལ་སྡེ་པ་བཞི་རུ་བ། པ་ཏི་ཡང་དག་ལ་ཡང་སྡེ་པ་བཞི་ཕྱིན་ཡིན་དུས། ཨ་ནི། སྡེ་པ་བཞི་པ་ཡང་དག་ལ་ཡང། ཨ་ནི། བཞི་ཞིག་ཡོད་རེད། བཞི་ཞིག་ག་འདྲ་རེད་བས་ཟེར་ན། ཀ་སྡེའི་ནང་ལོགས་ལ་ཡང་ཕོ་མ་ནི་མོ་བཞི་འདུག་མོ། ལྕགས་སྡེའི་ནང་ལོགས་ལ་ཕོ་མ་ནི་མོ་བཞི་འདུག་མོ། རྟ་སྡེའི་ནང་ལོགས་ལ་ཡང་ཕོ་མ་ནི་མོ་བཞི་འདུག་མོ། པ་དེའི་ནང་ལོགས་ལ་ཡང་ཕོ་མ་ནི་མོ་ཤིན་ཏུ་མོ་འོད་ཆེ་ཞིང་འོ་དོད་སུ་བྱིན་ཡིན་པ་རེད། ད་འདི་གིས་ལས་སླ་པོ་རེད། སྡེ་པ་དང་པོ་ཁོ་རང་གིས། ཀ་སྡེ་དང། ཅ་སྡེ་དང་རྟ་སྡེ་དང་པ་སྡེ་དང་ཁོ་ཚོའི་ཡི་གེ་དང་པོ་གང་ཡིན་པ་དེ། ཕོ་ཡིག་རེད། དེ་ནས་ཡི་གེ་གཉིས་པ་གང་ཡིན་པ་དེ། མ་ནིང་རེད། དེ་ནས་ཡི་གེ་གསུམ་པ་གང་ཡིན་པ་དེ། མོ་རེད། ཡི་གེ་བཞི་པ་གང་ཡིན་པ་དེ། ཤིན་ཏུ་མོ། བྱས་ཙང་ང་ཚོ། དཀའ་གནད་གསེད་བཀྲོལ་ནང་ཡོད་བ་དཀའ་སྤྱད་རྟག་པ་རྩ་རྣམས་འཕོ། དང་པོ་ཚངས། དང་པོ་དང་པོ་ཁྱི་ལས་སོང་བ། སྡེ་པ་གཉིས་པ་ཁྱི་ཡོང་དུས་ཁ་ཆད་ཐག་པ་ཚ་མ་ནིངས་བྱས་ནས་འདུག་ཁྱི་ཡོང་གི་འདུག་བ། གསུམ་པ་ཁྱི་ཡོང་དུས་ག་ཆད་ཐག་པ། ཁྱི་ཡོང་གི་ཡོད་བ་འོ་འདི་ལབ་པ་ནང་ཞིག་རེད། གང་ལྟར། སྡེ་པ་བཞི་པ་པ་ཏི་ཡན་ཅེ་ལི་ཡ། ཨ་ནི་སྟག་གཡེར་བ་བཞི་ཞིག་ཡོད་གསུངས་པ་རེད་ཤིན་ཏུ་མོ་དེ་བཞི་བཞི་དེ་ག་རེད་པས་ཕོ་མ་ནི་མོ་ཤིན་ཏུ་མོ་རེད་ད། འོ་དེ་སྡེ་པ་བཞི་པ་ཡན་དཱ་ལི་ཡ་གདུགས་སུ་དབྱེ་བ་བྱེད་ཀྱི་ཡིན་གསུངས་པ་རེད། དུ་བྱས། ཨ་དེ་ནས། སྡེ་པ་བཞི་པ་ཡན་དཱ་ལི་ཡ་བཞི་ཞེས་བྱས་པ། ཨ་ནི། དེ་མཚན་བཞི་ཡོད་ན་ཡི་གེ་བཅུ་དྲུག་ཕྱིན་ཚར་བར་བ། ཨ་ནི་སུམ་ཅུ་ཐམ་པ་ཡོད་དུས་བཅུ་བཞི་ཕྱིན་མ་ལྷག་བར་བ། ལྷག་མ་བཅུ་བཞི་ཡོད་རེད་བྱས་ལྷག་མ་བཅུ་བཞི་གནས་པ་ལ། ལྷག་མ་བཅུ་བཞི་ཡོད་རེད་བྱས་ལྷག་མ་བཅུ་བཞི་ལྷག་སྡེ་པ་དེ་ཀེ་ལི་ཡ། རྩ་སོགས་གསུམ་ནས་ལྕགས་སོགས་སྦྱར། རྩ་ལ་སོགས་པ་གསུམ་སྲོག་སྒྲ་རྣ་ལ་ཚ། འཛའ། འདི། ལྕ་སོགས་སྦྱར་ལྕ་ཆ་བྱ་ནང་བཞིན་སྦྱར་དགོས་རེད། ད་སྦྱར་སྟངས་འདི་ག་འདྲས་རེད་པས་ཟེར་ན། ལྕ་ཕུག་ཡིག་ཡིན་པ་ནང་བཞིན་རྩ་ཕུག་ཡིག་ལ་སྦྱར་ཞོག། ཨང། ཡ། ཚ་འདི། མ་ནིང་ཡིན་པ་ནང་བཞིན། ཆ་འདི་མ་ནིང་ཡིན་པ་ནང་བཞིན་ཚ་མ་ནིང་ལ་སྦྱར་དགོས་རེད། བྱ་འདི་མོ་ཡིག་ཡིན་པ་ན་ཤིང་རྫ་འདི་མོ་ཡིག་ལ་སྦྱར་དགོས་རེད་གསུངས་པར་བྱས་ཙང། རྩ་སོ་གསུམ་ནས་ལྕགས་སོ་སྦྱར་སྦྱར་སྡང། འདུག་ཟེར་རེད་ད། སྐྱེངས་སོང། ད་བ་ནི་བ་དང་སྦྱར་བར་བྱ་གསུངས་པར་ཡི་གེ་བ་འདི། ང་ཚོའི་ཡི་གེ། ཡི་གེ་བ་ཡི་པ་འདི་ནང་གི་བ་འདི་མོ་རེད་བ། དེ་ནང་བཞིན་མ་འབྱོར་བ་རྩ་འདི་ནང་གི་བ་འདི་ཡི་གེ་མོ་ལ་སྦྱར་དགོས་རེད། མོ་ལ་སྦྱར་དགོས་རེད་ཞེས་པའི་དོན་ད་དེ་ཁོ་གཉིས་མཉམ་དུ་སྦྱར་ནས་བྲིས། གསུང་གི་ཡོད་མ་རྟ། དོན་དག་འདི། ཕ་མོ་མོ་ཡིན་པ་ན་ཤི་བ་དེ་མོ་ལ། མོ་ཡིན་པ་ཧ་གོ་བ་བྱེད་ཞོར་བྱས་པ་ད། ད་དེ་ནས། ཡིག་དྲུག། ལྷག་ཡོང་གི་རེད། འོ་ཡ། རྩ་སོ་གསུམ་ཕྱིན་སོང་ཨ། ལྷག་མ་བཅུ་བཞི་གནས་པ་ལ། རྩ་སོ་གསུམ་བཅའ་སོ་བཅར་གསུམ་བྱས་བ་ནི་ཕ་ད་བཅའ་བ་བྱས་ཡི་གེ་བཞི་བྱས། ད་དེ་ནས་ལྷག་མ་དྲུག། ལྷག་མ་དྲུག་ནི་མོ་རུ་སྦྱར་གསུངས་པ། ལྷག་མ་དྲུག་གི་ཡི་གེ་འདི། ཨོ་ཡ། དེ་ནས་མ་སློབ་སྡེ་རྣམས་ལ་མ་སེར་གྱི་སེར་གྱི་རྣམས་ཞུགས་ཨ། ད་དེ་ནས་ལྷག་མ་དྲུག་ཟད་དེ། ལྷག་མ་དྲུག་གི་ཡི་གེ་འདི་རེ་ད། ཤ་ཟ་ཨ་ཡ་ཤ་ཟ། ཨོ་དེ་དེ་གི་དེ་མོ་ཡིག་རེ་གསུངས་པ། ལྷག་མ་དྲུག་ནི་མོ་རུ་སྦྱར་ཟེར་ཏེ་དེ་རེད་ད། ད་དེ་ནས། ད་དེ་ནས། ར་ལ་ཧ་ནི་མོ་གཤམ་སྟེ་དེ་ནས་ཡི་གེ་ར་ལ་ཧ། དེ་གསུམ་པོ་འདི་མོ་གཤམ་གྱི་ཡི་གེ་རེད་བྱས། ད། མོ་གཤམ་སྟེ། ཨ་ནི་ཚད་མེད་ཅེས་ཀྱང་བྱ། ཨ་ནི་ཨ་ཡིག་དེ་ལ། ཚད་མེད། ཚད་མེད་ཀྱང་ལབ་ཀྱི་རེད་གསུངས་ཡིན་པར། ད་འདི་ལས་ད་ལྟ་སྐད་ཆ་གཅིག་གི་ཁ་ཤོ་བོ་རེ་དོགས་བརྗོད་དང་འདི་འདྲའི། མང་པོ་ཡོད་རེད། དེ་ནས་ད་ལྟ་ངས་ཚིག་ཕ་ཐད་ཀར་འབྲི་ཤེས་ཞུས་པ་ཡིན་ན། ཨ་ནི་ཚེ་མེད་ཅེས་ཀྱང་བྱ། བྱེད་ནས། ཀྱང་སྒྲ་དེ་གྱིས། ཨ་དེ། མོ་གཤམ་གྱི་ཡི་གེ་ཡིན་པ་མ་ཟད། ཨ་ནི། ཨ་དེ་ཚེ་མེད་ཀྱང་རེད། བྱེད། བྱེད། བྱེད། འདུག་གསུངས་ཡིན་པ།